དེ་ག་རེ་ཆགས་ཡོང། ད་མ་འདྲ་བ་ཆགས་པར་ག་རེ་ཤོར་བ་རེད་ལབ་ན་ས་མཚམས་དེ་བགོ་བཤའ་རྒྱག་སྟངས་ཅུང་ཙམ་ཞིག་བསྒྱུར་བས་བཏང་དགོས་ཡ་ཞིག་རེད་ས་མཚམས་ཞིག་ད་ནི་ཁྲིད་དེ་ད་ཅེ་གི་གདང་ཅེ་གི་རྩེ་མོ་དང་དེ་ནས་འབུར་ཁང་གི་གདོང་སྒང་གི་ངོས་ནས་ད་སྒྲ་དེ་སྟོན་གི་ཡོད་ར་ཁྲིད་ཟེར་ནས་ཡོད་རེད་ཡིན་ན་ཡང་ད་ཨིན་ཇི་དེ་ཚོ་གི་ཁྲིད་འདྲ་བོ་ཟེར་ནས་ཅེ་གི་སྟོད་དང་འབུར་ཁང་གི་གདོང་གི་ངང་ནས་སྒྲ་དེ་སྟོན་གི་ཡོད་རེད་ཁོང་ཚོས། ཁྲིད་ཡང་ཟེགས་མར་ཕྱི་ཡི་འགྲོ་སའི་ཆེད་ཆ་ག་འདྲ་བོ་ཅིག་ལ་ཡོད་པ་གང་ཞིག་ལ་ཆ་ག་འདྲ་ཡང་མ་ཡིན་པ། དེ་ནས་ཁྲ་ག་འདྲ་འདྲ་ཡོད་པ་གང་ཞིག་ལ་ཁྲ་ག་འདྲ་ཡང་མ་ཡིན་པ་ཆ་དང་ཁྲ་གཉིས་ཀྱི་བར་དུ་བ་ཅིག་ནས་ཡོང་གི་སྟོན་པའི་སྒྲ་ཞིག་ཆགས་ཀྱི་ཡོད་རེད། དེ་འདྲའི་ཆེད་དུ་བརྩམས་པ་དང་འགྲོ་བ་མི་ག་བས་ཅིག་སྒྲ་འདོན་སྟངས་ཀྱི་ཐོག་ནས་མི་འདྲ་མི་འདྲ་ཁ་ཚང་ཡོང་གི་ཞེས་པ་ནང་བཞིན་དུ་མི་འདྲ་མི་འདྲ་བའི་ཁྱད་པར་ཡོང་དགོས་ཡའི་རྒྱུ་མཚན་ལྟེ་བ་གཅིག་སྟེ། ད་དེ་ལ accent ཟེར་ཏེ་རེད་ཡང་སྒྲ་གདངས་གདངས། མི་འདྲ་བའི་ཁྱད་པར་ལྟེ་བ་གཅིག་སྟེ་ལྟགཅེས་ཐོག་དང་རྐང་ངོས་ཀྱི་ས་ཁུར་ལ་བགོ་བཤའ་རྒྱག་སྟངས་དེ་གི་ས་མཚམས་བརྒྱད་སྟངས་མི་འདྲ་བ་དོགས་ནས་བྱུང་གི་ཡོད་པ་རེད། དཔེར་ན་ད་ནེ་པ་ལི་དེ་ཚོ་གི་བྱ་འདོན་བྱེད་ཀྱི་མེད་པ་རྒྱ་གར་གྱི་རྩྭ་འདོན་བྱེད་ཀྱི་མེད་པ་དེ་ཚོ་དང་ཐམས་ཅད་པོ་ས་ཁུར་ངོས་འཛིན་བྱེད་སྟངས་དང་ས་ཁུར་ལ་མཚམས་འཇོག་སྟངས་དང་དེ་གི་གནས་དེ་གི་གནད་ཅིག་རོ་གནས་གནད་དེ། བཏགས་བཞག་ཡོད། དཔེར་ན་ང་ཚོས་བྱ་དེ་ལ་བྱ་གི་ནི་ལ་དྭགས་གོར་ཐིག་ནག་ཐིག་གཉིས་ཁ་ཚང་བཏགས་བཞག་ཡོད་པ་དེ་གི། ལྟེ་བ་ལྟེ་བ་དེ་ངོས་བཟུང་བའི་ཐོག་ནས་ལྟེ་བ་དེ་ཡར་བསྐྱར་དགོས་ཀྱི་ཡོད་རེད་མ་གཏོགས་དེ་ཟུར་ཟུར་དུ་བ་ལ་བསྐྱར་བ་ཡིན་ནའང་ཏག་ཏག་ཅིག་ཡང་བདག་བསྡད་དགོས་ཡོད་མ་རེད་གནས་གནས་འདྲ་བོ་དེ་གནས་དཀྱིལ་མ་ལྟེ་བ་འདྲ་བོ་དེ་གནས་རང་རང་སོ་སོ་ལ་ལྟེ་བ་རེ་རེ་ས་སྐོར་ཅིག་ཡོད་པ་ལྟར་ཅིག་གོར་གོར་ཅིག་བརྒྱབ་བཞག་ན་དེ་ལ་ལྟེ་བ་ཅིག་ཡོད་ཡོད་འབོར་བ་དེ་ལྟེ་བ་དེ་ངོས་ཟིན་མི་ཟིན་གི་ཐོག་ནས། དེ་ནས་ད་བར་བོད་ཀྱི་བྱ་བྱ་འདོན་མི་ཐུབ་པ་དང་རྒྱ་གར་གྱི་རྩྭ་རྩྭ་འདོན་མི་ཐུབ་པ་གནད་དོན་དེ་དོན་འགྲེལ་བྱས་ནས་བྱུང་གི་ཡོད་རེད་མ་གཏོགས་ཁོང་ཚོ་ལ་སྐྱེས་ཡོད་རེད་དེ་ནས་དཀའ་ཡོད་རེད་ང་རང་ཚོར་གང་ཡོད་པ་ང་ཚོ་ལ་དབང་པོ་གང་ཡོད་པ་དེ་ཁོང་ཚོ་ལ་ཡོད་བསྡད་ཡོད་བསྡད་པ་ཞིག་ཆགས་ཀྱི་ཡོད་རེད་ཡིན་ན་ཡང་ཁོང་ཚོ་གི་སྒྲ་གཞན་པ་དང་ལྷན་དུ་བསྒྱུར་བའི་སྐབས་ལ་དཔེར་ན་རྒྱ་གར་ལྟ་བུ་ཆ་མཚོན་པ་ཡིན་ན།

དེ་གར་གྱི་ནས་ཡོང་གི་ཡོད་རེད་ཟེར་ན་ཨུད་ཟེར་ནས་ད་དེ་གི་སྒྲ་དེ་གི་འདོན་དགོས་གི་ཡོད་ཡིན་ཚ་ད་ཁོ་ཚོས་འདོན་ཐུབ་གི་ཡོད་རེད་ད་གི་ས་ཁུལ་དེ་ང་ཚོ་དང་གཅིག་པ་ཡི་ཆགས་གི་ཡོད་རེད་དེ་ནས་ཅི་དེ་ཙམ་པ་དེ་ལ་སྦྱར་དུ་ཡོད་ཡིན་ཙང་རང་བཞིན་གི་དེ་སུ་ར་ཆུང་ངུ་ཙམ་ཞིག་རང་བཞིན་གི་སླེབས་ཡོང་གི་ཡོད་རེད་དེ་དེ་ཚ་གི་ས་ནས་ཡི་ཐོག་ལ་རང་བཞིན་གི་སླེབས་ཡོང་གི་ཡོད་རེད་སླེབས་ཡོང་གི་ཡོད་ཡིན་ཙང་ཚ་ཚ་གི་སྒྲ་དེ་རང་བཞིན་གི་ཐོན་ཡོང་གི་ཡོད་པ་དེ་འདྲ་ཞིག་རེད་ཨོ་དེ་འདྲ་ཅི་དེ་ཙམ་པ་ད་གནས་གི་ཁྱད་པར་འཇལ་སྟངས་འདྲ་བོ་གི་ཐོག་ནས་དེ་ནས་སྒྲ་གདངས་མི་འདྲ་བ་ད། གདངས་མི་འདྲ་བ་མང་པོ་མི་འདྲ་བ་ཡོང་གི་ཡོད་པ་རེད་ལ། ཁ་སང་ངས་ཏཱ་ངེ་བོད་ཀྱི་སྐད་བོད་ཀྱི་སྐད་བཤད་དགོས་པའི་རྒྱུ་མཚན་འདྲ་བོ་དེ་ང་ཚོས་འདི་གྲངས་ཀ་བགོད་དེ། ང་ཚོས་འདི་གཉིས་ཀྱི་གནད་གྲངས་ཀ་བགོད་དེ་གི་ད་ལྟེ་བ་དེ་གཉིས་ཀྱི་ལྟེ་བ་དེ་འམ་གཉིས་ཀྱི་གནད་དེ། དེ་ནས་བོད་པ་ཞིག་གི་ད་བོད་པའི་གི་ཀ་མེད་གསུམ་བཅུ་གི་འདོན་པ་ལ་ཆ་རྐྱེན་འདི་འགྲོ་བ་གཙོ་བོ་ཞིག་ནི་བགོ་བཤའ་བརྒྱབ་པ་ཡིན་ཟེར་དེ་ཡིན་པ་ཡིན་ཙང། ནི། དེ་འདྲས་ཞིག་ནི་ད་བོད་ཀྱི་ངག་ནས་ཤོང་བའི་སྒྲ་ལ་དམིགས་པ་ཡིན་ཟེར་ཏེ་དེ་འདྲས་ཞིག་ནས་ཆགས་ཀྱི་ཡོད་རེད། མ་གཏོགས་ད་ཁྱེད་ཀྱི་ཐོག་ལ་ས་ཁུལ་དེ་འདྲས་གཞན་དང་གཞན་དུ་བགོ་བཤའ་རྒྱབ་ཡ་ཡོང་ཆོག་གི་རེད། ས་ཁུལ་གཞན་དང་གཞན་དུ་བགོ་བཤའ་རྒྱབ་ཡོང་རྒྱུ་བརྩམས་པ་ད་ད་བེད་སྤྱད་ཆགས་པ་ན་ད་ད་ལྟ་ངས་གོང་དུ་ཞུས་པ་ནང་བཞིན་དུ་ད་རྒྱ་གར་ལ་ཡིན་ན་ད་ཁྱེད་ཐོག་ལ་ས་ཁུལ་བགོ་བཤའ་རྒྱབ་སྟངས་གཞན་པ་ཅིག་ཡོད་པ་ཡིན་ཙང་ད་ད་ད་ཙཱ་ལ་སོགས་པ་གི་ས་ཁུལ་དེ། ཁོ་ཚོ་གིས་དེ་ད་ས་བཀྲ་ནང་ལ་ཡོང་གི་ཡོད་མ་རེད་དཱ། དེའི་ས་ཆ་དེ་ས་ཆ་ས་ཆ་གཞན་པ་གཅིག་གི་ས་མཚམས་ལ་འཁེལ་འགྲོ་གི་ཡོད་རེད། ས་ཆ་གཞན་པ་གཉིས་ཀྱི་ས་མཚམས་ལ་འཁེལ་འགྲོ་གི་ཡོད་པ་ཡིན་ཙང་དེ་ལྟེ་བ་ལ་བཞག་ནས་སྒྲ་འདོན་ཐུབ་ཀྱི་ཡོད་མ་རེད་དེ་འདོན་ཐུབ་ཀྱི་མེད་པ་ཡིན་ཙང་རྩྭ་དང་ཚྭ་ལ་སོགས་པ་འདོན་ཐུབ་ཀྱི་མེད་པའི་རྒྱུ་མཚན་དེ་འདྲ་ཞིག་རེད་ངས་དེ་འདྲ་བསམ་གྱི་ཡོད། དེ་བཞིན་དུ་བལ་ཡུལ་དང་དེ་བཞིན་དུ་དབྱིན་ཇི་གི་དང་ལོང་པ་གཞན་དང་གཞན་གྱི། ལོ་ཟླ་ལོངས་པ་གཞན་དང་གཞན་གྱི་སྒྲ་གང་ཡང་རུང་བ་འདོན་ཐུབ་པ་དང་མི་ཐུབ་པའི་གནད་དོན་དེ་གར་ཅི་ནས་བྱུང་བ་རེད་ལབ་ན་ས་མཚམས་ཀྱི་དབྱེ་བ་འབྱེད་སྟངས་དེ་ས་མཚམས་ཟེར་བསྡད་ཡ་དེ་སྔར་ཁར་ཚང་གིས་ད་སྐོར་དུ་གཟིགས་ད་གིན་ཡང་ནས་ཡང་དུ་ཞུ་དུས་དེ་འགྲིག་དང་འགྲིག་གི་ཡོད་ན་ས་མཚམས་ལ་རྣ་བ་ཡང་ཚ་གི་ཡོད་ཀྱི་རེད། ངས་ཅིག་མགོ་ར་འདྲ་ཅིག་ཁྲོས་པའི་ཆེད་དུ་ངས་ཞུ་གི་ཡོད་རེད་ད་སྐར་ཚང་གིས་དང་དེ་བ་གི་དེ་རི་མོ་ནག་ཐིག་ཅིག་ཡོད་བ་དེ་གཉིས་ཡིན་ཡིན་ཟེར་འདི་དག་ལ་གཉིས་ཟེར་གི་ཡོད་ཟེར་བ་དེ་གི་དེ་གི་དཀྱིས་མ་དེ་དེ་གི་ལྟེ་བ་དེ་ངོས་ཟིན་མ་ཐུབ་མ་ཐུབ་ཀྱི་ཐོག་ནས་ཡོང་གི་ཡོད་རེད་ཟེར་བ་དེ་ཅིག་ཞུ་ཡ་ཡིན། དེའི་ལྟེ་བ་དེ་ས་ཆ་ཁར་ཁུར་གྱི་མཐའ་ལ་ཆགས་སོང་བ་ཡིན་ན་དེའི་ལྟེ་བ་དེའི་སྒང་ལ་ཐུག་གི་མ་རུ་བ། དེའི་ལྟེ་བ་དེ་ཡང་ནི་སྒང་གི་སྐར་ངོ་ལ་ཐུག་ཡག་གི་འབའ་ཚུལ་བཤད་གི་མ་རུ་བ་དེ་བཤད་ཤེས་གི་མ་རུ་བ། འོ་ད་དེ་འདྲའི་ཤིག་མ་ཤེས་ཤིག་ལ་ཐུག་ནས་ཡོང་གི་ཡོད་རེད་ཟེར་ད་མདོར་བསྡུས་ན་དེ་འདྲའི་དེ་རེད་དེ་ནི་ད་འདི་ནི་རྣམ་པ་ཚོ་ལ་གཟིགས་གཟིགས་ཡ་གཟིགས་དཔའ་ཞིག་ལ། གཟུགས་ཡ་ཡོད་པ་ཞིག་ལ་གཅིག་དེ་འདི་ནི་སྣེ་གཉིས་པ་ལ་ག་ནི་ཟེར་ནས་ངས་མིང་བཏགས་ཡོད་རེད་སྣེ་གཉིས་པ་དང་གསུམ་པ་གཉིས་ཀ་ལ་ག་གི་སྒྲ་འདྲ་བོ་ཅིག་ག་གཟུགས་ཡི་གེ་འདྲ་བོ་ཅིག་ཡོད་རེད་དེ་ཡིན་ན་ཡང་དག་རྣམ་པ་ཚོའི་བར་གྱི་རྣམ་པ་ཚོའི་གཟུགས་ཐུག་གི་འདུག་བ་ལྟར་སྟབས་ཡག་ནས་ག་གི་སྒྲ་འདི་ཧ་ནང་ནས་སུར་ཀོ་པི་བྱས་ནས་ཁོག་ནས་སུར་འདྲེས་རྒྱག་ན་ཡོང་གི་འདུག་དེ་མ་གཏོགས་སྨོན་ལམ་དང་པོ་ནང་ལོགས་ལ་ཡོད་པའི་ཡི་གེ་དེ་སྨོན་ལམ་གསུམ་པོ་ནང་ལོགས་ཡོང་གི་མི་འདུག་བ། འོ་ད་དེའི་ཐོག་ལ་ངས་རྩ་ལག་ཟིག་བརྒྱབ་བཞག་ཡོད་རེད་རྩ་ལག་དེ་བརྒྱབ་བཞག་ཡོད་པ་དེ་གི་ད་ག། ག་འཚོལ་ཡང་གི་ཆེད་དུ་ད་ག་རེད་ད་ག་ག་མ་རེད་ད་ག། ད་ཇེ་ཐོག་གི་གནས་དང་པོ་ད་ག་ས་གི་ཉིན་ད་གནས་འདི་ལས་ད་ཡི་གེ་སྒྲ་ཧ་ཅང་ཧ་ཅང་མང་པོ་ཡོང་གི་ཡོད་པ་ད་ག་ས་གི་ཉིན་ནས་སྙན་ངག་པ་བཅོ་ལྔ་པ་གང་སྙན་ངག་པ་བཅོ་ལྔ་པ་ལ་སོགས་པ་གི་དེ་ནས་གསོལ་འདྲེན་གི་སྐོར་གང་མང་གནང་སོང་ཁོང་རེད་པས། སྒྲ་གང་དེར་འདྲ་འཇིག་རྟེན་ཁམས་ལ་སྒྲ་ཧ་ཅང་མང་པོ་གནས་འདི་ལ་ཡོང་གི་ཡོད་རེད་དེ་ཡིན་ན་ཡང་དོན་མི་ཟབ་པོ་སྒྲ་གི་འདི་གི་འདིའི་ནང་ལས་བྱུང་བའི་སྒྲ་མཚོན་ཞིག་གི་ད་ག་མི་གཅིག་བཟོ་མ་ཐུབ་པ་རྟགས་ཞིག་བཟོ་མ་ཐུབ་པ་དེ་ཅུང་ཙམ་འགྲིག་མི་འདུག་ཟིན་ཞུ་བ་ཡིན་གང་ལྟར་ངའི་བསྟན་དོན་དེ་ང་རང་གི་ཡང་སྟབས་བདེ་བའི་སྟབས་བདེ་བའི་ཆེད་དུ་འགྲེལ་བཤད་རྒྱག་ཡག་ཆེད་དུ་བཏགས་ཏེ་ཁ་གི་སྒང་ལ་ནས་རྩ་ལག་བྲིས་ནས་ཁ་ཡིན་པ་མཚོན་བྱེད་ཅིག་བྲིས་ཡོད་ཟེར་བ་ཡིན། དེ་བཞིན་དུ་དེ་ནས་ད་གུ་ཡོད་རེད་ལབ་དེ་ཚང་མ་དེ་གཤམ་ལ་གཉིས་འདུག་བ། མ་གཞི་ཡི་གེ་ལ་བྲིས་ཆོག་འདུག་བ་ཕྱི་རྒྱལ་ལ་འཁོར་བའི་བྲིས་གནས་གཉིས་ཟེར་དེ་ད་ཕ་ཞིག་གི་སྒང་ལ་ཚ་ལག་ཞིག་བརྒྱབ་དེ་ནས་ད་ཞིག་གི་སྒང་ལ་ཚ་ལག་ཞིག་བརྒྱབ་བཞག་ཡོད་བརྒྱབ་རྒྱུ་དེ་ད་ཕ་གི་སྒང་ལ་ཚ་ལག་བརྒྱབ་རྒྱུ་དེ་ད་བྷི་ལ་སོགས་པ་ད་དུས་སུ་དྲངས་དེ་བྷི་དེ་ཡང་ང་ཚོས་དབྱི་ཟེར་གི་ཡོད་འགྲོ་བ་ད་དེ་འདྲའི་ཆགས་ཀྱི་ཡོད་མ་རེད།

ཐོ། ལྕེ་གི་ཐོ་དེ་བ་ཅིག་རེད་ལྕེ་གི་ཐོ་དེ་སོ་ལ་ཐུག་ནི། ད་ཡིན་ཅིག་འདྲ་ཧ་ཅང་མང་ཧ་ཅང་མང་པོ་རོ་ད་འདི་ཚོ་དྲངས་ཏེ། ཨོ་དེ་ལ་ངས་དར་སྣེ་དར་སྣེ་ཟེར་ནས་མིང་བཏགས་ཀྱི་ཡོད་ཟེར་དར་སྣེ་ཧྥར་སྣེ། ཨོ་ད་དེ་ཚོ་ང་ཚོ་བོད་པ་སྐད་ལ་ད་གོ་གི་ཡོད་མ་རེད་དེ་ཡིན་ན་ཡང་ཡིན་ཅིག་འདྲ་ཡིན་ཅིག་ངག་ནས་བྱུང་བའི་སྒྲ་དེ་ཚོ་འདོན་ཡག་ཆེད་དུ་གོ་གི་ཡོད་རེད་ད་ཡིན་ན་ང་ཚོ་སམ་བོད་དག་གི་ཐུ་མི་ལུགས་ལ་ཡོད་མ་རེད་དེ་མཚོན་བྱེད། ད་དེ་བས་ལུས་ཀྱི་སྐོར་དེ་འབྲི་གུ་ཡིས་ཁུར་ཅིག། དེའི་རྗེས་སུ་ད་ཤེས་པ་རེ་ཤེས་པ་གསུམ་ཟེར་བ་ཅིག་བཤད་གི་ཡོད་རེད་བ་ཤེས་པ་གསུམ་ཤེས་པ་དེ་ཤེས་པ་ལ་ལྟ་བུ་འབའ་ལྷོད་པ་ཡང་བ། ཨོ་ད་ངས་ཚང་མ་ཁུར་ཅིག་འདུག་ད་སྐད་མི་འདུག་ཤེས་པ་ལ་དམ་པ་དང་ལྷོད་པ་དང་ཡང་བ་ཟེར་ཅིག་བཤད་གི་ཡོད་རེད་ད་དམ་པ་ཟེར་བ་ཤེས་པ་ཟེར་བ་དེ་སྣིག་སྣིག་ནི་འོག་མ་དེ་སྣིག་ནི་སྒང་མ་ལ་དམ་གྱིས་ཐུག་པའམ་ལྷོད་ཀྱིས་ཐུག་པ། མི་ཐུབ་པ་གསུམ་གྱི་ཁྱད་པར་གྱི་ཐོག་ནས་ཡི་གེ་གཉིས་ལ་སོགས་པ་དུ་ནས་ད་རྐྱེན་གཞན་པ་གང་ཅིའི་ཐོག་ནས་འདྲ་མཚུངས་ཡིན་པ་ཡིན་ན་ཡང་སྒྲ་གདངས་མི་འདྲ་བ་ཅིག་ཡོང་གི་ཡོད་རེད་སྐར་ཚང་དྲ་གྲོགས་བོ་ལ་འགྲོ་ལ་གི་གོ་བ་ཡག་པོ་རྙེད་སོང་སོང་སོང། བྱ་དང་ཤ་དང་ཡ་གསུམ་པོ་དེ་འོ་ད་བྱ་དང་ཤ་དང་ཡ་གསུམ་པོ་དེ་ཞེས་པ་ལ་དེ་འདྲ་ཡོང་གི་ཡོད་རེད། ང་རང་འདི་གསུམ་འདི་རེད་འདི་གསུམ་འདི་ད་འདི་ནི་གནས་གཅིག་པ་རེད་ཞེས་པ་གཅིག་མ་རེད། རྐྱེན་གཅིག་པ་རེད་ཚོར་བ་ཚང་མ་གཅིག་པ་རེད་འོ་ད་གཞན་དང་གཞན་གང་གང་ཅིའི་ཐོག་ནས་ཚང་མ་གཅིག་པ་རེད་དེ་ཡིན་ན་ཡང་འདྲ་མ་འདྲ་བ་གསུམ་ཡོང་བསྡད་ཀྱི་ཡོད་རེད་ཁོང་ཚོ་ནང་འཁོར་གྱི་ནོར་བུའི་ཉེན་ཁ་ཡོད་པའི་རྒྱུ་མཚན་ཡང་དེ་ལ་བརྟེན་ནས་བྱུང་བ་རེད་བསམ་གྱི་ཡོད་དེ་ཅི་སྟེ་བསམ་པ་འོ་ད་འདི་གསུམ་དེ་ལ་མ་འདྲ་བ་གང་རེད་ཞུ་ནི་མ་འདྲ་བ་རེད་འདྲ་མ་འདྲ་བ་སྤུས་རིས་མ་འདྲ་བ་ཡོང་དགོས་པའི་རྒྱུ་མཚན་དེ་ག་བ་ལ་བརྟེན་ནས་བྱུང་བ་རེད་ལབ་ཡོང་ན་ད། ཨང་དེ་ནས་ཞེས་པ་མ་འདྲ་བ་ལ་དེ་ནས་བྱུང་བ་རེད། བྱ་ཡི་སྐབས་སུ་ཞེས་པ་དམ་པ་རེད། ཤ་ཡི་སྐབས་སུ་ཞེས་པ་ལྷོད་པ་རེད། ཡ་ཡི་སྐབས་སུ་ཞེས་པ་ཡང་བ་རེད། འོ་དེ་ཞུ་ཡ་ཡིན། ཡ་དེ་ནས་ད་མཚན་མ་ངས་ཅིག་བཤད་པ་རེད་མཚན་མ་གསུམ་འམ་ཡང་ན་ད་མཚན་མ་བཞི་ཟེར་ཡ་ཅིག་བཤད་དགོས་ཀྱི་ཡོད་རེད། ཡ་དེ་ཅི་རེད་བསམ་པ་མཚན་མ་དེ་ངས་བསྐྱར་དུ་བཏང་ཡོང་གོ། རྣམ་པ་ཚོ་ལ་གཟུགས་འདས་ཡག་བྱེད་དུ། ཨོ་ད་རྣམ་པ་ཚོ། འཚང་ཁ་རྒྱབ་ན་ཡག་པོ་མི་འདུག་གཅིག་བྱས་ནས། གཅིག་ན་སྐད་ཆ་དེ་བཤད་དུ་ཡོད་པའི་སྐབས་སམ་འཁྲུག་འགྲོ་འཐོར་འགྲོ་ང་ལྟ་བུ་ཞིག་ན་ད་སྐད་ཆ་གཅིག་མ་སྤང་འགྲོ་ཅིག་བསྒྲིགས་ནས་ཅིག་སེམས་ཀླད་པ་དེ་མ་གཟུགས་བཅུ་དྲུག་རྒྱབ་བཞག་སྟེ་ཤུར་མོ་འདྲ་ཅིག་ནང་ལ་སླེབས་དུས་ཀྱི་འཚམས་པ་དེ་ལ་ཅིག་བར་ཆད་འདྲ་བོ་ཅིག་བྱས་ཆགས་པ་ཡིན་ན་ནི་སྐད་ཆ་བཤད་མཁན་ཡག་པོ་མེད་དེ་ང་འདི་འཚམས་པ། དེ་ནས་ཡག་པོ་ཞིག་ཡོང་གི་མི་འདུག་དེ་ཅི་སྟེ་བསམ་པ། ཕྱོགས་གཅིག་ནས་དེ་རིང་གཉིས་ནས་གལ་སྲིད་སྒྲ་འཇུག་བྱེད་མཁན་ཡོད་ན་སྒྲ་འཇུག་བྱེད་མཁན་རྣམ་པ་ཚོ་ལ་ཡང་དེ་དཀའ་ངལ་ཞིག་རེད་ལབ་གི་འདུག་དེ་ནས་ཏག་ཏག་ནང་གི་ཡིག་གཅིག་བཏང་བཞག་ཡོད་པ་ཡིན་རྒྱུ་མཚན་མ་གསུམ་བཤད་དགོས་ཀྱི་ཡོད་རེད། ངས་ལབ་རྒྱུ་ཡང་ལབ་གི་ཡོད་རྩ་བའི་མཐའ་མ་གསུམ་ཞེས་ནས་བཤད་ཀྱི་ཡོད། དེ་ནས་མཐའ་མ་དེ་ད་བཞི་བ་ཞིག་འདུག། དེ་ཚང་མ་གསུམ་རེད་ད་ཨ་མཚན་ཧ་མཚན་ཨ་མཚན་གསུམ་དེ་རེད་ཡིན་ན་ཡང་དེ་ནས་བཞི་བ་དེ་ཧ་མཚན་རེད་ཨ་ཟེར་ནས་ད་དེ་མ་འདྲ་བ་ཞིག་སླེབས་གི་ཡོད་རེད་བ། དེ་ང་ཚོ་བོད་གི་ད་སྐད་གི་གནང་ལུགས་ལ་ཧ་ཅང་མང་པོ་ཡོད་པ་ཡིན་ཙང་ངེས་པར་དུ་ཤེས་དགོས་ཞིག་ཆགས་གི་ཡོད་པ་ཡིན་ཙང་ཨ་ནི་ཨ་མཚན་ཟེར་ནས་བྱས་ནས་ཤེས་པ་ཡིན་ཡིན་རྒྱུ་རྩ་བའི་ཚང་མ་གསུམ་ཟེར་དུས་ཚང་མ་ད་ཨ་མཚན་ཟེར་བ་དེ་ཚང་མ་གསུམ་པོ་གང་རུང་ནས་འཁྲུལ་བ་རེད་ཨ་གང་རུང་ཟེར་གྱི་མི་འདུག་ད་ཨ་མཚན་ནས་འཁྲུལ་བ་རེད་ཨ། ཚང་མ་བསྲུབས་པ་དེ་ནི་འཁྲུལ་བཞག་པར་གྱུར་དེ་ལ་དེ་ལ་མི་འགྱུར་མ་ནང་དེ་ནི་བྱུང་བ་དེ་ལས་འགྱུར་བ་འགྱུར་བའི་ཚད་མ་ཅིག་ཡིན་ཙང་དུ་ནི་དེ་ལ་མི་འགྱུར་མ་ནང་སེམས་མིག་དག་ཡོར་བ་དང། བ་དག་གང་ལྟར་ཨ་མཚོན་ཧ་མཚོན་ཧུ་མཚོན་ཧུན་མཚོན་ཟེར་ཅིང་དེ་ནི་དག་གི་ཡོར་རེད་དེ་ནི་ད་ཕོ་འགྱུར་མ་ནང་མོ་འགྱུར་མ་ནང་ཡང་ལྷག་པར་དུ་མོ་འགྱུར་མ་ནང་དུ་ཡང་ཆོག་པ་ཞིག་རེད་ཧ་མཚོན་ལས་འཁྲུལ་བའི་ཡང་ད་ལྟ་དེ་གཅིག་པོ་གཅིག་ཆང་ཅིག་ཡང་ཡོང་གི་ཡོར་རེད་རྒྱ་གར་གི་སྐད་ལ་སྐད་མི་གཞི་བ་དེ།

མཚམས་མ་འདི་བཞུགས་ནས་བཞུགས་ནས་འདོན་གི་ཡོད་རེད་ད། གཙོ་བོ་མདོ་ཁམས་གཉིས་ལ་དེ་གཅིག་གྱུར་ལྟ་བུ་ཞིག་ཆགས་བསྡད་ཡོད་པ་ཡིན་ཙང་དེ་བཤད་མ་ངེས་པར་དུ་བཤད་དགོས་ཀྱི་ཡོད་རེད་ལ་མཚམས་མ་དེ་ནས་རྩ་བའི་མཚམས་མ་གཅིག་དང་ཡན་ལག་གི་མཚམས་མ་གཅིག་དེ་བཞི་མཚམས་མ་བཞི་ཟེར་གང་ལྟར་ག་དུས་ཡིན་ན་ད་བཤད་བསྡད་ཡོད་པ་ཅིག་རེད་ཟེར་ནས་ཤེས་པ་ཡིན། དེ་ནས་ད་འདི་ཚོ་བསྐོར་དེ་ཁ་སང་ད་ཕྱི་གསུམ་པའི་ཁོར་ཡུག་རེད་དེ་ནས་མ་འགྲོ་བསྡད་པ་ཡིན་ན་ཆོས་སུ་ཡོད་ས་མ་རེད།

ཚོར་བ་དེ་མཚན་མར་འགྲུབ་པའི་རྒྱུ་ཅི་ཞིག་ཆགས་འགྲོ་གི་ཡོད་རེད་བ། བྱེད་སྟངས་ཚོར་བ་ལབ་ན་ངས་ད་ཡི་གེ་ནང་ལོག་ལྟ་དེ་འདྲས་འཁོད་བསྡད་ཡོད། ངས་དེབ་ནང་ལོག་དེ་འདྲས་འཁོད་བསྡད་ཡོད་དེ་ཡིན་ན་ཡང་བྱེད་སྟངས་ཞེས་པ་ཡིན་ན་གནས་ཞེས་པ་མཚན་མ་ཟེར་ན་ཡག་ས་རེད་བསམ་གི་འདུག་གང་ཡིན་ཟེར་ན་ད་མཚན་མ་ཕོ་མོ་གི་ཁྱད་པར་དེ་ཚོར་བ་མི་འདྲ་བ་ལ་བརྟེན་ནས་ཡོང་གི་ཡོད་བ་ཡིན་ཙང། ཚོར་བ་གཅིག་པུ་གི་ཐོག་ནས་ཡོང་གི་ཡོད་མ་རེད་བ་དེ། ཚོར་བ་གཅིག་པུ་ཐོག་ནས་ཡོང་དགོས་པ་མ་རེད། སློང་གི་དེབ་སློང་བ་དང་བྲལ་བའི་སྡོད་སྟངས་དང་དེ་འདྲའི་ཁོ་ཚོ་གསུམ་ཆོག་གསུམ་ཚོགས་འདུས་སྒུག་གི་ཡོད་པ་ཡིན་ཙང། བྱས་ཙང། བྱས་ཙང་དེ་ཚོར་བ་བསླབ་པ་ལས་ད་མཚན་མ་བསླབ་ན་ཡག་ས་རེད་བསམ་བསམ་ཅིག་བྱུང་སོང་དུས་ཡིན་ནའི་ད་ལྟ་ངས་འདི་རྣམས་ལ་དེ་འདྲའི་གཏང་བཞག་གི་ཁ་སང་གི། དེབ་ཀྱི་སྔོན་བསླངས་སྟངས་རྣམ་པ་ཚོར་བ་ལ་གཏང་བཞག་པ་དེའི་ནང་ལོགས་ལ་ད་ཚོར་བ་རང་བྲིས་བཞག་ཡོད་རེད།

ངོ་བོ་ལ་ད་ངའི་གོང་དུ་ཅི་བཏང་བཞག་ཡོད་པ་དེ་ནི་རྟོགས་སམ་ནོར་བཞག་འདུག་ཕྱོགས་བརྒྱའི་རྐྱེན་ལ་སྒྲ་ཡི་རྐྱེན་གྱི་ཁྱད་པར་བཟོ་བཞག་འདུག་བ་དེ་མ་རེད། ཕྱོགས་བརྒྱའི་རྐྱེན་དེ་དབུགས་མ་བཏང་མི་བཏང་དང་དབུགས་ཡར་དབུགས་ཕྱི་ལ་ནང་ནས་ཕྱི་ལ་བཏང་ངམ་ཕྱི་ནས་ནང་ལ་བཏང་ཟེར་ཡག་གི་དེའི་ཁྱད་པར་དེ་འགྲོ་གི་ཡོད་རེད་དེ་ཅི་སྟེ་ཟེར་མ་སྒྲ་ཡི་རྐྱེན་དེ་ལ་བཞག་ཡག་མ་རེད།

དེ་ནས་སྤྱན་གསུམ་པ་དེ་ཕྱོགས་བཅུའི་སྤྱན་རེ་དང། ད་ཡང་དུས་དབང་པོའི་སྤྱན་དང་ལམ་གྱི་སྤྱན་དང་དུས་ཀྱི་སྤྱན་འདི་གཉིས་དེ་ཚང་མ་ཕྱོགས་བཅུའི་སྤྱན་ཚང་མ་འདྲེས་ཤིང་ཁ་བསང་རྒྱབ་གསུམ་པ་འདྲ་བོ་ཞིག་རེད། ད་རྡོག་རྡོག་འདྲ་བོ་དེ་དེ་རང་གི་ད་གྲངས་ཀ་གཙོ་བོ་ཡང་ཡང་བྱས་འདུག་རྣམ་པ་ཚོ་འདི་འདུག་ཕྱི་ནས་ཞུ་གི་ཡོད། དེ་འདྲའི་ཆུ་དེ་ཚང་མ་ད་སྤྱན་ཡིན་ན་བཞི་ཡོད། རྩ་བའི་སྐྱེ་བ་ཅན་ལ་དབྱེ་བ་བཞི་ཡོད།

ཤེར་ཕན་པ་ཡིན་ན་གཅིག་བསད་གང་དག་དེ་འདྲའི་ཡས་ཚོན་ཡས་བ་གསུམ་སུ་ཡོད་རེད་ད་དེ་གི་དེ་ཁ་ཚང་ངས་ཞུ་རྒྱུ་ཞིག་གསུངས་པ་རེད་འོ་ད་དེ་འདྲའི་བྱས་ནས་ད་གང་ལྟར་རྐྱེན་བཞི་དེ་རྩ་བའི་རྐྱེན་བཞི་ཡོད་རེད་ཟེར་བ་ད་དེ་འདྲའི་བྱས་ནས་ཞུ་གི་ཡོད་རྡོག་རྡོག་འདྲ་བོ་ཞུས་པ་ཡིན་ན་ད་ཡི་གེ་གཅིག་འབྲི་པར་བྱས་པ་ལ་ག་རེ་ཚང་དགོས་ཀྱི་ཡོད་རེད་ཟེར་ན་དང་བོ་ཐོག་དང་པོ་དེ་གནས་ནི་དགོག་ཡོད་རེད་དེ་ནི་ཤེས་པ་དགོག་ཡོད་རེད་དེ་ནི་མཚན་མ་དགོག་ཡོད་རེད་དེ་ནི་རྐྱེན་དགོག་ཡོད་རེད། ནི་ཤེས་པ་མཚན་མ་རྐྱེན་བཞི་བོ་འདུས་སོང་ན་དེ་ནི་དེའི་ཐོག་ལ་ད་ནོར་དང་དང་གཉིས་ཡོད་རེད་ངོ། ཁ་སང་བོ་དོང་ལགས་ཀྱིས་སྐར་མ་ཞིག་གི་འཁྲུལ་ནས་ཅིག་ཤོས་ཡིན་སོང་ད་ཁ་སང་ཞུ་དགོས་བསམ་སོང་དེ་ཡིན་ན་ད་དེ་ཡིན་རྒྱུ་དེ་ཞུ་གི་ཡོད་ད་ང་ཚོ་འདི་བཞི་བོ་འདུས་སོང་ན་ཡང་ད་དོང་འདྲ་ཞིག

རྣམ་པ་ཚོན་ཞིག་བསྒུགས་ཡོད་རེད་དེ་སྤྱི་བདེ་ཙམ་པ་སྒྲ་ཡི་རྒྱུན་དུ་གསལ་བྱེད་ངའི་དེབ་ནང་ལ་བྲིས་ཡོད་རེད་དེ་ཡིན་ན་ཡང་ཁ་སང་རྣམ་པ་ཚོ་ལ་བཏང་ཡོད་མ་རེད་འོ་དེ་གཅིག་ཡིན་ལ་དང་ཐོག་གཅིག་ཡོད་རེད་ད་གིན་བོད་ལ་འགྲོ་ལ་གི་སྐོར་དགོངས་ཚུལ་གི་ཐོག་ལ་སུ་བཤད་དེ་ད་རྒྱུས་ལ་བཤད་མ་གཏོགས་དེ་གནས་སྤོས་སྐབས་དང་འབྲེལ་བ་ཆགས་ཀི་མི་འདུག་འབྲེལ་བ་ཆགས་ཀི་མི་འདུག་ཟེར་ན་འཁྲུགས་སོང་ན་ངའི་ཡག་པོ་ཅིག་ཡོང་ས་མ་རེད་ཡ་ད་དུང་གཞན་པ་གཅིག་ཡོད་རེད་ཟེར་དེ་ཁུ་ལུང་ཟེར་དེ་ཡིན་ད་གིན་ཁུ་ལུང་ཟེར་དེ་ཡང་དེ་གིན་ངའི་མཁན་ཚ་ཞིག་གི་འཁྲིད་བྱ་ཡོད་ད་གིན་དེ་གཅིག་བྱས་ན་པར་བརྒྱད་ནས་མ་བཏང་ཡོང་ན་དགའ་ན་མིན། དཔེ་ཆ་བཞག་པ་ཡིན་ན་ང་ཚོས་གི་དཔེ་ན་ལ་ད་དག་ཆ་གི་ཐོག་ནས་དཔེ་ན་ཡི་གེ་དག་ཆ་ཤེས་མཁན་ཞིག་གིས་དེ་ནས་བདུན་དང་བདུན་ཀག་དག་ན་བཞག་བདུན་དང་ལ་དག་དག་དག་ན་བཞག་བདུན་གཉིས་ཀྱི་ཁྱད་པར་དེ་ག་རེ་ཟེར་བར་ད་དེ་ཡིས་མི་འདྲ་བའི་ཁྱད་པར་དེ་ངའི་ཁུ་ལུང་གི་ཐོག་ན་ཡོང་གི་ཡོད་ཀྱི་རེད་བསམ་གི་འདུག་ངག་ནས་ལ་དག་དག་བསྡད་ན་བཞག་བསྡད་ན་འདོན་ཡག་གི་འབའ་ཚུན་ཡོད་པ་ཞིག་ཁུ་ལུང་ལ་ཡོད་ཀྱི་རེད་བསམ་གི་འདུག་ད་དེ་འདྲའི་ཁྱད་པར་ཅིག་ཤི་ཡོད་ད་དེ་ཡག་པོ་ཆོས་ད་ལྟ་འགྲེལ་བཤད་རྒྱག་དགོས་ན་བཤད་རེ་ཤེས་ཀྱི་མི་འདུག་གང་ལྟར་ཁོང་གཉིས་ཀྱི་དག་ཆ་མི་ནོར་བ་དེ་ཁུ་ལུང་ལ་བརྟེན་ནས་མི་ནོར་བ་གི་རྒྱུ་རྐྱེན་ཞིག་བཤད་ཀྱི་ཡོད་ཀྱི་རེད་བསམ་གི་འདུག་ཤེས་ཡ་དེ་འདྲའི་ཆོས་བཤད་རྒྱུ་ཤེས་ཡོད་ད་དེ་གནས་སྐབས་དེ་འདྲའི་ཞིག་བྱ། དེ་ནས་དེ་ནས་ད་འདི་ལ་དབྱངས་ཉི་ཤུ་དེར་དབྱངས་ཉི་ཤུ་དེ་སྤྱིར་བཏང་ཁ་སང་ཁ་ཁ་སང་ཁ་སང་ལས་མདང་དགོང་ར་གཅིག་ལ་བཏང་མ་ཐག་པ་ཡིན་ཙང་རྣམ་པ་སོགས་ཅི་ཆ་ནས་བཏང་མི་དགོས་པ་ལྟ་བུ་ཞིག་དེ་རེད་དེ་ཡིན་ན་ད་སྐབས་སུ་བབ་པ་འབྲེལ་བ་ཡོད་པའི་ཆ་ནས་རྣམ་པ་སོགས་ལ་འདི་ལ་བཏང་བཞག་ཡོད། དབྱངས་ཉི་ཤུ་ཐམ་པ་དེ་མུད་པ་ལས་བྱུང་བའི་དབྱངས་བདུན་སྐྱེས་ལས་བྱུང་བའི་དབྱངས་བདུན་ཆོས་ལས་བྱུང་བའི་དབྱངས་བདུན་ད་དབྱངས་བདུན་སོགས་ཚང་མ་ལ་ལྟོས་ན་འགྲེལ་བཤད་འདྲ་བོ་ཞིག་ཁ་སང་བརྒྱབ་ཡོད་རེད་ད། སྐྱེས་ལས་བྱུང་བའི་དབྱངས་བདུན་དང་ཆོས་ལས་བྱུང་བའི་དབྱངས་བདུན་དེ་ད་མགོ་བསླངས་ཙམ་ཞིག་མ་གཏོགས་ཤེས་མེད་དེ་ཡིན་ན་ད་དེ་འདྲ་ཞིག་གི་བར་ཆད་འབྲི་གི་རེད་བསམ་པ་རེད།

ད་ལྟའི་ཡ་ང་པར་ཕྱིར་ཡག་པོ་མེད་དུས་བསམ་པ་པར་རྒྱབ་ན་ཡ་ཁན་ཚ་ཞིག་ཡོང་གི་རེད་བསམ་གི་འདུག་ད་ངས་འདི་ནས་མ་ཀློག་གི་ཀློག་གི་ཀློག་གི་ནང་གི་རྣམ་པ་ཚོ་ལ་དེ་ཤོད་བྱ་གི། གཞུང་འདིའི་ནང་དུ་ཚིག་གི་གསུམ་མ་ཟིན་ཇི་ལྟར་ཡང་ངག་སྒྲ་མི་འདྲ་བ་འོ་ད་ཡང་ངག་སྒྲ་ལ་ཡང་དེ་འདྲའི་ཤེས་རྟོགས་ཚུལ་ཞིག་རྒྱག་དགོས་ཡ་ཞིག་ཆགས་ཀི་ཡོད་རེད་དེ་ཡིན་ན་ད་གལ་མི་འདུག་རྗེས་ལ་རྒྱབ་ཆོག་གི་ཡིན་འོ་ད་དེ་འདྲ་རྒྱག་དགོས་ཡ་ཞིག་ཆགས་ཀི་ཡོད་རེད། ངག་སྒྲ་ཟེར་བ་དེ་ངས་ཅི་ཐང་ད་ངག་སྒྲ་ངག་སྒྲ་ལབ་ནས་ད་ཐོག་མཐའ་ག་རེ་འདྲ་བྱས་ན་ཟེར་ཅི་སྣང་ཡང་སྐྱིད་ཆ་ནས་ངེས་གཏན་ནས་གས་ཡོད་རྒྱུ་མ་རེད་མི་དེས་ཟེར་བ་ད་ངས་དེབ་འདི་ངས་དེབ་དེའི་ནང་ལོགས་ལ་ངེས་གཏན་ཡོད་བ་ཞིག་བཟོས་ཡོད། འོ་རེད་རྣམ་པ་ཚོ་ལ་ངས་སྤྱིར་བཏང་ངས་དེབ་འདི་གི་ཚིག་གསར་བ་དེ་ཚོ་ཚང་མ་གི་དོན་དག་དེ་ཡང་ལོགས་ལོགས་ཅིག་ཡོད་དེ་སྤྱིར་བཏང་ན་འགྲིག་ད་འགྲིག་འདུག་བ་ཡིན་ན་ཡང་ད་དེ་ཕར་ཆེར་བཏང་ཡ་ཡོད་ན་མེད་ན་དྲན་དྲན་གི་མི་འདུག་ཕར་ཆེར་མེད་བ་རེད།

སྐབས་མེད་ཚིག་རྐྱང་བ་སྒྲ་རྐྱང་བ་གཅིག་རེད་བ། དེ་དག་གི་དཀའ་ངལ་ཁེལ་མི་འདུག་ཡིན་ན་ཡང་སྐད་མཇལ་ཡོང་དུས་རྩོམ་པ་ཀ་ཅིག་མ་ཟེར་ཀ་དང་ལྷ་འདི་ནག་སྒྲ་ཞིག་ཀ་ཞིག་བརྒྱབ་ཡོང་གི་ཡོད་རེད་བ་རྗེས་འཇུག་སྒྲ་ཞིག་བྱུང་གི་ཡོད་རེད་ཡིན་ན་དེ་ངག་སྒྲ་གཅིག་རེད་ཟེར་གི་ཡོད་རེད། བྱས་དུས་རྩོམ་པ་དག་གཉིས་ཚོགས་སམ་ཚོགས་ཤེས་རྒྱུ་ཚང་མ་གཅིག་ལ་གྲངས་ཀ་བརྒྱབ་ལ་རྒྱབ་ཡོད་ཀྱི་སྒྲ་དེ་ལ་ཀ་ཅིག་བཤད་ཀི་ཡོད།

སྐར་མའི་གཉིས་ཙག་གི་སྒྲ་ཡིན་ཀྱང་ཆོག་གསུམ་ཙག་གི་སྒྲ་ཡིན་ཀྱང་ཆོག་གསུམ་ཙག་ཙམ་བར་དུ་ངས་གྲངས་ཀ་བརྒྱབ་པ་རེད། འགོ་འཛུམ་ལ་བཞི་ཙག་ཡང་ཡོང་གི་འདུག་བ། གསུམ་ཙག་ཙམ་བར་དུ་གྲངས་ཀ་བརྒྱབ་ནས། དེ་ནས་སྒྲ་ག་ཚོད་ཞིག་འདུག་ལབ་ཀྱིས་བརྩམས་པ་ལྟར་ག་ཚོད་འདུག། སྒྲ་མི་འདྲ་བ། དུང་ཕྱུར་གཉིས་དང་ས་ཡ་དགུ། བྱེ་བ་ལྔ། སུམ་འབུམ། ཉི་ཁྲི་བདུན་སྟོང་དགུ་བརྒྱ་ཙམ་གྱི་རྣམ་གཞག་དངོས་སུ་བཤད་ཡོད།

གམ། ཁྲོམ་ལུགས་ཀྱི་ངག་སྒྲ་ཡིན། བྲང་ཁ་འདིར་འདུས་པའི་སྐྱིད་སྡུག་ནི་འོ་ད་འདི་རེད། ད་ལྟའི་བོད་སྐད་ལ་ལ་ལ་ཞིག་ཚང་མར་དང། X to the power of two into།

རྒྱུར་ཡང་གཅིག་ཉི་ཤུ་དང་པ། གང་གི་དོད་ལ་ནི་ད་ནི་དུང་ཕྱུར་གསུམ་མ་ཟིན་ཙམ་ཞིག་ད་དུང་ཕྱུར་གཉིས་དང་བཞི་བ་དགུ་ཙམ་ཞིག་ཡོད་རེད་ཟེར་ཏེ་སླེབས་པ་རེད། ད་དེ་ག་འདྲའི་གར་ལ་གོ་ཡོད་ཟེར་ན X ཟེར་བ་དེ་ད་དཀའ་མོད་གང་ཡང་རུང་བ་ཅིག་འཇོག་རྒྱུར X དེ་གི་དཀའ་མོད་ཅིག་མཚོན་ཡ་རེད། དེ་ནི་ད་དེའི་རྒྱབ་ལོགས་ལ་གཉིས་ཅིག་འདུག་བ་དེ་གཉིས་དེ་གཉིས་ངོ་ནས་མ་རེད་གཉིས་དེ་སྒང་ལ་ཡོད་རེད Truth Power རེད Power of རང་རྒྱུར་རེད་རང་རྒྱུར་གཉིས་རང་རྒྱུར་རེད།

བསྡོམས་ཡོང་བའི་སྐབས་སུ་དེ་ནས་ད་གྲངས་ཀ་འདི་རེད་ཤེས་པ་གསུམ་འམ་སྟོང་ཕྱིར་གསུམ་མ་ཟིན་ཙམ་གྱི་ལོས་ཡོང་གི་འདུག་དེ་ཤེས་ཡིན་ད་འདི་ཉག་ཉོག་རེ་ཆགས་སོང་ན་དེ་ཡང་མ་རེད་ད་གནད་འགག་ཆེན་པོ་དེ་ཚོ་མ་རེད། འདིར་ཨེག་སི་ནི་འདིར་དངོས་སུ་རྒྱས་པར་བཤད་པའི་ཀ་མད་ཀྱི་གྲངས་ཀ་དེ་ཡིན་དེ་ལ་འོང། ཉིས་བརྒྱ་བཞི་བཅུ་ཞེ་ལྔ་ཡོད་ད་དེ་རིང་ངས་དེ་རིང་ཟེར་གྱི་མི་འདུག་ངའི་དེབ་ཀྱི་ནང་ལོགས་ལ་ཀ་མད་ཉིས་བརྒྱ་བཞི་བཅུ་ཞེ་ལྔ་དེ་ད་དངོས་སུ་ཚིག་རེ་རེ་བཞིན་དུ་བཤད་ཡོད་ད།

ད་དེ་ལ། དཔེར་ན་ཀ་ཡིན་ན་ཀ་ཀི་ཀུ་ཀེ་ཀ་ཀེ་ཀི་ཀུ་ཟེར་དེ་ནི་ཅི་འདྲ་མི་འདྲ་ཞུགས་ཡོང་དུས་ཚངས་པ་ཉི་ཤུ་ཐམ་པ་བར་དུ་འགྱུར་ཡ་ཡོད་རོ། འོ་དེ་འགྱུར་ཡོང་དུས་ཚངས་པ་ད་འདི་ཉིད་གཉིས་ཀ་སྡོམ་དེ་ནི་དེ་ལ་ཉི་ཤུ་ཐམ་པའི་འགྱུར། དེ་ནི་ད་ནོར་རྐྱང་པ་དེ་གའི་དུས་སྡོམ་ཡ་ཡོད་རོ་དེ་སྡོམ་དེ་ལ་ཉི་ཤུ་ཐམ་པ་འགྱུར་ཡོང་འགྱུར་ཡོང་དུས་ཚངས་པ་མཐའ་སྔ་མ་དེ་ལ་ད་གོང་དུ་ཡོད་པའི་གྲངས་ཀ་དེ་ད་ས་ཡ་སྟོང་ཞེར་གསུམ་མ་ཟིན་ཙམ་གྱི་ཡོད་པའི་གྲངས་ཀ་དེ་ད་ངས་འདིའི་ནང་ལོགས་ལ་ད། དངོས་སུ་བཤད་ཡོད་རེད་ལབ་ན་འགྲིག་གི་ཡོད་ནི་མིན་ན་ད་གང་ལྟར་བཤད་ཡོད་རེད་ད། འོ་དེ་ཞེས་དེ་བྱེད་ཀྱི་ཞུ་ཡ་ཡིན། འོ་རེད་ད་ད་གི་ནི་མུ་མཐུད་དུ་མ་ཀློག་བྱ་གོ་རོགས་དེ་ལ་ཉིས་བརྒྱ་བཞི་བཅུ་ཞེ་ལྔ་ཡོད་འདིའི་ཐོག་ཏུ་ཤི་ལ་འཁོ་ཤི་ལ་ཤི་རྒྱུ་ལ་འཁོ་བའི་ངག་སྒྲ། འབུམ་གསུམ། ས་ཡ་གསུམ་རེད་དོ་ས་ཡ་གསུམ་དགུ་འབུམ་བདུན་ཁྲི་དྲུག་བརྒྱ་བརྒྱ་བྱེད་ཙམ་ཁག་ནི་ངོ་ཁྲི་ཙམ་ཞིག་ནི་ཤི་བར་ཤུགས་ལ་རྟོགས་ཐུབ་པར་བྱས་ཡོད། གྲངས་ཀ་འདི་ཙམ་བྱུང་འོང་ཞེས་པའི་རྩིས་ཤིག་ཡིན་ན་ཡང་གྲངས་ཀ་རེ་རེ་བཞིན་ངོ་སྤྲོད་བྱ་རྒྱུ་ཡོད་པའི་དངོས་ཡོད་ཀྱི་གྲངས་ཀ་ཞིག་ཡིན་ཀྱང་སྐར་མི་རྐྱང་བ་གསུམ་རེ་ལས། ཡིན་ཏེ་རང་ཡིན་ཏེ་སྐར་མི་རྐྱང་བ་གསུམ་རེ་ལས་ངག་སྒྲ་རེ་བཟོ་ཆོག་ཡང། བཟོ་ཆོག་པ་ཡང། ཡོད་པས་སོ། དེས་ན་འདི་ད་དུང་ཁོ་བོས་བཤད་པའི་རྨང་གཞིའི་སྒྲ་ཡི་གྲངས་ཀྱི་དབྱེ་ཚུལ་བསྡུས་ཤུགས་ཀྱི་རྩོལ་རིག་དེ་ཡིན། ཞུ་དགོས་ཡ་ཞིག་ལ་ང་ཚོའི་སྐལ་མེད་དྲ་འདི་ངས་པས་པར་བརྒྱབ་ནས་བཏང་ཡོང་ཆོག་གི་འདུག་ང་ཚོའི་སྐལ་མེད་ལ་དབྱེ་བ་ཕྱེ་འོང་དུས་བཙན་པ་རྒྱུགས་རྒྱུགས་མང་པོ་བྱེད་ཡ་འདུག་རྒྱུས་པ་རྒྱུས་པ་ཞེས་པ་ཡིན་ན་ད་ལྟ་འགྲེལ་བཤད་བརྒྱབ་ནས་ཆོ་མི་གྱོན་འགྲོ་ཅི་ནས་ཧ་ཅང་མང་པོ་ཞིག་ཡོང་བསྡད་ཀྱི་འདུག་དེ་ནས་དེ་ལས་ཅུང་དུས་གསུམ་བཤད་ཆོག་གི་འདུག་དེ་ལས་ཅུང་དུས་གསུམ་བཤད་ཅི་ནས་ད་འདི་བསྡུས་ཤུལ་ལྟ་བུ་ཞིག་ད་འདི་ད་འདི་གས་ཀྱང་ངེས་པར་དུ་ཡོད་དགོས་ཡ་ཞིག་རེད་ཤག་འདུག་བསམ་ནས་ད་ངས་ཉིས་བརྒྱ་བཞི་བཅུ་ཞེ་ལྔ་དེ་ད་བསྡུས་ཤུལ་དེ་རེད། སྐབས་ནི་བསྡུས་ཤུགས་དེ་རེད་ཟེར་ནས་ཞུ་བ་ཡིན། ད་ལྟའི་མཐའ་མ་དེ་ཡིན་ད་མཐའ་མ་དེ་ཡིན་ད་ད་རྣམ་པ་ཚོ་སྐྱར་གསུང་གི་ཡོད་རྒྱུ་རེད་གསུང་གི་ཡོད་རྒྱུ་རེད། ཉིན་དེའི་ཡི་གེ་གཅིག་བཏང་ཞོར་ཡོད་རེད་ཡི་གེ་དེ་ངས་མ་གཅིག་ཀློག་གི་ཡིན། བདག་གིས་སྒྲ་སྒྲུབ་རིག་པ་འདིར་སྐད་མེད་བཞི་བརྒྱ། ཉིས་བརྒྱ་བཞི་བཅུ་ཞེ་ལྔ་དང་དབྱངས་ཉི་ཤུ་ཐམ་པ་ཙམ་དངོས་སུ་ཚིག་ཟིན་གྱིས་རེ་རེ་བཞིན་འགྲེལ་བཤད་བགྱིས་པར་ཤེས་ཡོད། སྐད་མེད་དེ་དག་ལ་དབྱངས་ཉི་ཤུ་ཡིས་བསྒྱུར་ན་ངག་སྒྲ

ཞིབ་ཚགས་ཀྱིས་བཤད་པ་ད་ལྟ་བར་དུ་མ་བྱུང་བ་ནི་བདག་གི་སྒྲ་རིག་རིག་པ་འདི་ཐུན་མོང་མ་ཡིན་པའི་ཁྱད་ཆོས་ཆེས་འཕར་བ་དེ་ཡིན་ཟེར་ད་ཁྱེད་མཆོག་དེའི་ལབ་ན་འགྲིག་གོ་རེ་ད། ད་ལྟ་གང་ལྟར་ངས་སྒྲ་རིག་རིག་པ་སྒྲ་རིག་རིག་པ་ཟེར་ཁ་སང་ཁེ་ཉིན་ནས་རྒན་བོད་ལ་འགྲོ་ལགས་གིས་ད་ཡིན་གཅིག་མི་འཇིག་བཤད་རོགས་གྱིས་ཡིན་གཅིག་མི་འཇིག་འདི་འདིའི་ཐོག་ལ་བཤད་རོགས་གྱིས་གསུངས་ནས་རེ་སྐུལ་གནང་དེའི་ཐོག་ལ་མཚུངས་མཚུངས་ལགས་གིས་རྒྱབ་གནོན་གྱིས་དེ་འདྲས་བྱས་ནས་བཤད་དགོས་པའི་རྒྱུ་མཚན་འདྲ་བོ་དེ་ངས་བྱས་ན་ད་འདིར་གྲངས་ཀ་མང་པོ་ཞུ་རྒྱུ་ཡོད་ཙང་དེའི་ཁོང་རྣམ་པ་ཚོ་ད་ཧང་འདྲ་ཞིག་བསྲངས་ནས་དུག་གི་སྒྲ་ཞིག་འཕྲོག་མི་འགྲོ་བསམ་བསམ་ང་ཡིན་ན་དེ་འདྲའི་ཤོང་སོང་ཐོས་ཀྱི་འདུག་བསམ་པ་ད་དེ་རང་གི་མཇུག་བསྡུས་ཀྱི་གཏམ་ཞིག་གི་ཚུར་ལ་གྲངས་ཀ་འདི་གི་དེ་གི་དེ་ཞུས་ནས་ད་ད་རྣམ་པ་ཚོ་གི་ད་ཁ་སང་ཕུལ་ནས་ད་ཤ་བསྡད་པ་དེ་ལ་མཇུག་བསྡུ་བའི་གི་ད་ཁུར་ཡིན། བྱས་དུས་བསམ་པ་ད་རྣམ་པ་ཚོ་ལ་ད།